ཁུལ་རྔ་པ་རྫོང་ཆོས་རྗེ་མ་ཤང་སོ་རི་སྡེ་བ། མཚོ་དེབ་རྔ་པ་སྐྱོ་སྟོད་དགོན་གྱི་དགེ་ལྡན་པ་གཤིན་པོས་དུས་ཚེས་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གསུམ་པའི་ཚེས་བཅུ་དྲུག། གནས་སྟངས་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གསུམ་པའི་ཚེས་བཅུ་དགུ་ཉིན་གྲོངས། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གསུམ་པའི་ཚེས་བཅུ་དྲུག་ཉིན་བོད་ནང་གི་གོང་མའི་ཕྱག་ཚོད་ལྔ་པ་ཙམ་ལ་མདོ་སྨད་སྐྱོ་སྟོད་དགོན་པའི་རྒྱུད་པ་གྲྭ་ཚང་གི་སློབ་བྱ་ཚུལ་ཁྲིམས་རང་ལོ་ཉི་ཤུ། ཕ་མི་ལ་ཡེ་ཤེས། མ་མི་ལ་ཚེ་སྒྲོན་ཡིན་པ་ཁོང་གིས་ལྔ་པ། རྫོང་མཁར་གྱི་གཞོན་ལུང་དབུ་མའི་སྟོད་ཕྱོགས་ནས་ངོ་རྒོལ་སྐད་འབོད་བྱེད་བཞིན་རང་ལུས་མེར་བསྲེགས་བཏང་འདུག་པ་དང། ཁོང་གིས་རང་ལུས་མེར་བསྲེགས་གཏོང་ས་ནི། ཡར་གོམ་བགྲོད་བྱེད་བཞིན་པའི་སྐབས་དེར་ཁོང་གི་མདུན་ཕྱོགས་ནས་དྲག་ཆས་ཉེན་རྟོག་པ་སོགས་བརྒྱུགས་ཡོང་སྐབས། ཁོང་མར་འཁོར་ནི་སྐྱེན་པོས་ཇི་བཞིན་རྒྱུས་འདུག་ཀྱང། སྐབས་དེར་དེའི་ཕྱོགས་ཀྱི་ཉེན་རྟོག་པ་ཞིག་གིས་གཞུས་ནས་ཐང་ལ་འགྱེལ་བཅུག་ཡོད་པ་དང་དེ་རྗེས་ཁོང་གི་སྐུ་ལུས་ལ་མེ་འབར་བཞིན་པའི་མེས་བསྲེགས་ཏེ་བཙན་ཁྲིད་བྱས་ཡོད་ཅིང། རླངས་འཁོར་གྱི་སྒམ་བཞི་ནང་དུ་གཡུགས་ནས་དྲག་ཆས་ཉེན་རྟོག་པ་སོགས་ཀྱིས་མནན་ནས་འགྲོ་སྐབས་ཀྱང་ལག་པ་གནམ་ལ་བརྐྱངས་ནས་སྐད་འབོད་བྱེད་ཀྱི་ཡོད་པ་དངོས་སུ་མཐོང་འདུག་པས་སྐབས་དེར་ཁོང་གྲོངས་མེད་པ་གསལ། གསལ་པོ་ཤེས་རྟོགས་བྱུང། འོན་ཀྱང། ཁོང་གི་འབོད་ཚིག་ཅི་ཞིག། བསྒྲགས་ཡོད་མེད་ཤེས་རྟོགས་མ་བྱུང། ཁོང་ནི། རྔ་པ་རྫོང་ཆོས་རྗེ་མ་ཤང། སོག་རི་མ་སྡེ་བའི་ཡེ་ཤེས་ཚང། ཡིན་ཞིང། མེ་སྲི་ཞེས་ཡོད་པའི་ནང་གི་ཆེ་ཤོས་ཡིན་འདུག། ཁོང་ལོ་ན་བརྒྱད་ཙམ་ནས་རྔ་བའི་ཀི་ཏི་དགོན་པར་ཆོས་ཞུགས་བྱས་ནས་སྐབས་དེར་ཀི་ཏི་དགོན། ནང་བསྟན་བཞུགས་གནས་རིག་རླབས་ཁང་ཞེས་པའི་ཀི་ཏི་དགོན་པའི་བསླབ་གྲྭའི་ནང་འཛུལ་ཞུགས་བྱས་ཤིང་རྗེས་སུ་རྗེས་སུ་ཕྱི་ལོ་ཉིས་སྟོང་སེམས་ལོར་བསླབ་གྲྭ་སྒོ་བརྒྱབ་རྗེས་གསང་སྔགས་བརྒྱུད་པ་གྲྭ་ཚང་དུ་ཞུགས་ནས། འདོན་ཆོས་སྤྱོད་སོགས་ལ་སློབ་སྦྱོང་བརྩེ་སྲུང་གིས་བྲིས་ཤིག་དང། ཉམ་ཆུང་ཚུར་འདོན་ཞིག་ཡིན་འདུག་ལོ་སྔོན་མའི་ཟླ་བཅུ་པའི་ཚེས་བཅོ་ལྔ་ཉིན་རང་ལུས་མེར་སྲེག་བཏང་སྟེ་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་དང་པོའི་ཚེས་ལྔ་བསྙེན། ལྔ་པ་ཀུན་གྱི་རྟེན་ནི་འབར་ཁམས་ནས། འདས་གྲོངས་སུ་གྱུར་པའི་རྒྱལ་གཅེས་དཔའ་བོ། ནོར་བུ་དགྲ་འདུལ་དང་ཁོང་གཉིས། ཕ་མ་མི་སྲིང་གི་སྤུན་མཆེད་ཡིན་འདུག། ཉིན་དེའི་སྔ་དྲོ་ནས། སྔར་དང་མི་འདྲ་བར་ལྔ་པ་ཀི་ཏི་དགོན་པའི་སྒོ་ཆེན་ཁག་གི། འགྲམ་དུ་དྲག་སྤྱི་ཉིས་གཏོར་བ་སོགས་ཀྱི་དམ་དྲག་ཆེན་པོ་བྱས་ཡོད་པ་དང། དེ་བཞིན་རྔ་པ་རྫོང་མཁར་དུ་ཡོང་སའི་ལམ་ཆེ་ཆུང་ཚང་མར་ཞིབ་བཤེར་ས་ཚ་བཙུགས་ནས་དམ་དྲག་བྱས་ཡོད་འདུག་ཟླ་བ་འདིའི་ཚེས་བཅུ་དགུ་ཉིན་རྔ་པ་ཁུལ་གྱི་ལྟེ་གནས་འབར་ཁམས་ནས་ཁུངས་འདེད་གྲོངས་སུ་གྱུར་ཞིང་ཉིན་ལྟར། རྒྱ་གཞུང་གིས་ཁོང་གི་ཕུང་པོ་འབར་ཁམས་ནས་མེ་སྲེག་བཏང་སྟེ་རུས་ཐལ་ཞིག་ནང་མིར་སྤྲད་ཡོད་པ། ཕྱི་ཚེས་བཅུ་དགུ་ཉིན་གྱི་མཚན་མོ་རྔ་པ་ཀིརྟི་དགོན་པའི་ཉེ་འགྲམ་གྱི་དུར་སའི་ནང་སྐྱེས་སྐུལ་བྱུང་ཡོད་འདུག། ཟླ་བ་འདིའི་ཚེས་བཅུ་དྲུག་ཉིན་བློ་གཟུ་ཚུལ་ཁྲིམས་ཀྱིས་རང་ལུས་མེར་བསྲེགས་ཀྱི་ངོ་རྒོལ་གནང་རྗེས་ཀྱི་ཉིན་གསུམ་རིང་རྔ་པ་མི་མང་གིས་རྡོ་སོལ་མཉམ་སྐྱེལ་མཚོན་ཆས་བོད་པའི་ཟ་ཁང་དང་ཚོང་ཁང་ཡོངས་རྫོགས་སྒོ་བརྒྱབ་ནས་མྱ་ངན་གྱི་རྣམ་པ་ཤུགས་ཆེན་པོ་ཞིག་བསྟན་ཡོད་པ་དང། དེ་བཞིན། སྤྱི་ཚེས་བཅུ་དགུ་ཉིན་ལྷ་པ་ཀི་ཏི་དགོན་པའི་གྲྭ་དམངས་ཀྱིས། དྭགས་ལ། དྭགས་ལ་སྐུ་ཞབས་ཁོང་གི་ཆེད་དུ། དྲང་ངེས་ལག་ཤེས་སྙིང་པོ་དང། འབྲེལ་བ་དོན་ཚན་སོགས་གཞུང་ཆེན་ཁག། སྐྱོར་སྦྱོང་གནང་སྟེ་མཚན་འབུལ་བྱས་འདུག། རྒྱལ་གཅེས་དཔའ་བོ་གྲྭ་སློབ་གསོལ་ཚེ་ཁྲིམས་ལགས་འདས་གྲོངས་སུ་གྱུར་བར་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་གསལ་འགོད་བསྒྲགས་སྟངས། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གསུམ་པའི་ཚེས་བཅུ་དྲུག་ཉིན་བོད་ནང་གི་ཕྱི་དྲོ་ཆར་ཚུལ་ལྔ་པ་ཙམ་ལ། མདོ་སྨད་རྔ་བ་ནས་ཡིན་པ། ཕ་མི་ལ་ཡེ་ཤེས་དང། མ་ཚེ་སྒྲོན་ཤི་བ་གཉིས་ཀྱི་བུ། ལྷ་པ་ཀིརྟི་དགོན་པའི་རྒྱུད་པ་གྲྭ་ཚང་གི་གྲྭ་སློབ་སེང་ཚེ་ཁྲིམས་ལགས། རང་ལོ་ཉི་ཤུ་སོན་པ་ཁོང་གིས་རྔ་པ། རྫོང་ཀིརྟི་ཕྱོགས་ཀྱི་གཞུང་ལམ་སྟེང། ངོ་རྒོལ་སྐད་འབོད་བྱེད་བཞིན་རང་ལུས་མེ་སར་བཏང་བ་དང། སྐབས་དེར། རྒྱ་མིའི་དྲག་ཆས་ཉེན་རྟོག་པ་སོགས་ཀྱིས་གཅར་རྡུང་བཏང་སྟེ་བཙན་ཁྲིད་བྱས་ཡོད་པ་རེད། གནས་ཚུལ་དེའི་འོག་ནས། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གསུམ་པའི་ཚེས་བཅུ་དགུ་ཉིན་རྒྱལ་གཅེས་དཔའ་བོ་ཁོང་འདས་གྲོངས་སུ་གྱུར་ཡོད་པ་དང་སྐབས་དེར། ས་གནས་ཉེན་རྟོག་པ་སོགས་ཀྱིས་པུར་རྟའི་ནང་མི་ལ་སྤྲད་པ་ཙམ་ལས་གཞན་སྐུ་ཕུང་སོགས། གང་ཡང་རག་མེད་པའི་གནས་ཚུལ་ཐོན་ཡོད་པ་རེད། རྒྱལ་གཅེས་དཔའ་བོ་སློབ་གསོའི་སི་ཁྲོན་ཁོང་ནི། རྔ་པ་རྫོང། ཆོས་རྗེ་མ་ཞང་སོ་རི་སྡེ་བ། སོ་རི་སྡེ་བའི་ཡེ་ཤེས་ཚང་གི་བུ་ཡིན་ཞིང། མེ་སྲིང་བཞི་ཡོད་པའི་ནང་གི་ཆེ་ཤོས་དེ་ཡིན་འདུག་ལ། ཁོང། ལོ་ན་བརྒྱད་ཙམ་ནས་རྔ་པ་ཀིརྟི་དགོན་པར་ཆོས་ཞུགས། བྱས་ནས། སྐབས་དེར། ཀི་ཏི་དགོན། ནང་བསྟན་གཞོན་ནུའི། རི་རླབས་ཁང་ཞེས་པའི། ཀི་ཏི་དགོན་པའི་བསླབ་གྲྭའི་ནང། འཛུལ་ཞུགས་བྱས་ཤིང་ཕྱི་ལོ་ཉིས་སྟོང་གསུམ་ལོར། བསླབ་གྲྭ་སྒོ་བརྒྱབ་རྗེས། གསང་སྔགས་བརྒྱུད་པ་གྲྭ་ཚང་དུ་ཞུགས་ནས། དོན་གཅོད་ཀྱི་སྲོག་ལ། རླབས་རྒྱུན་རྩེར་སོན་གྱི་གྲས་ཤིག་དང། ཉམ་ཆུང་ཚུལ་མཐུན་ཞིག་ཡིན་འདུག་ཁོང་ནི་ད་བར་རང་ལུས་མེ་བསྲེགས་གཏོང་མཁན་རྒྱལ་གཅེས་དཔའ་བོ་མི་གྲངས་སུམ་ཅུ་བྱུང་ཡོད་པ་དང། དེའི་ནང་ནས་སྐུ་སྲོག་ཤོར་མཁན་ཉི་ཤུ་རྩ་གཅིག་པ་དེ་ཆགས་ཡོད་པ་རེད། ད་ལྟའི་སྐབས། རྒྱ་ནག་གཞུང་གིས་བོད་ནང་དུ་དགོན་སྡེ་ཁག་དང། ཤིང་འབྲུག་མང་ཚོགས་ཀྱི་ཁྲོད་དུ་ལས་དོན་རུ་ཁག་བཏང་སྟེ་རྒྱ་ཆེའི་ཆོས་བྱེད་རྒྱ་ཆེའི་ཆོས་བྱེད་ཀྱི་སློབ་གསོའི་ལས་འགུལ་སྤེལ་བ་དང་དེ་བཞིན། བོད་མི་ཚོས་རང་གི་རྩ་ཡི་བླ་མས་སྐུར་པར་དྲི་ཞིམ་བྱེད་མི་འཇུག་པར་དེ་ལས་ལྡོག་སྟེ་རྒྱ་གཞུང་གི་དཔོན་རིགས་མི་སྣས་འདྲ་པར།

ཚེས་བཅུ་དྲུག་ནས་ད་བར་དགུན་འཁོར་སྤྱི་ཙམ་གྱི་རིང་ལ་བོད་ནང་དུ། ཕོ་མོ་སེར་སྐྱ་རྒན་དར་གཞོན་གསུམ་དབྱེར་མེད་ཀྱིས། བོད་མི་དཔའ་བོ་རང་ལུས་མེར་བསྲེགས་གཏོང་མཁན་སུམ་ཅུ་བྱུང་ཡོད་པ་དེ་དག་གི་ནང་ནས། ཉི་ཤུ་རྩ་གཅིག་སྐུ་སྲོག་ཤོར་བ་དང། བོད་མི་མང་པོ་ཞིག་འཛིན་བཟུང་གིས་གར་སོང་ཆ་མེད་དུ་གྱུར་ཡོད་འོན་ཀྱང། རྒྱ་གཞུང་གི་དྲག་གནོན་ལ་མ་ལྟོས་པར། བོད་མི་ཚོས་སེམས་ཤུགས་སྔར་ལྷག་ཇེ་ཆེར་སོང་ནས། ཤི་འཁོར་གྱི་ལས་འགུལ་རྒྱ་ཁྱབ་ཏུ་འགྲོ་བཞིན་པ་མ་ཟད།

གྲང་ནད་འོག་ཡ་ང་བའི་དཀའ་སྡུག་མྱངས་དང་མྱོང་བཞིན་པའི་བོད་མི་ཚོས། རང་སྲོག་བློས་བཏང་གིས་གུང་ཟི་མཆོག་བོད་དུ་ཕེབས་དགོས་པ་དང། བོད་མིར་རང་དབང་དང་འགྲོ་བ་མིའི་ཐོབ་ཐང་དགོས་པའི་རེ་འདུན་འདོན་བཞིན་པ་དེ་ནི། བོད་མི་ཞིག་དང། འགྲོ་བ་མི་ཞིག་ཡིན་པའི་ཆ་ནས། རང་ཉིད་ལ་རང་ཆས་སུ་ཡོད་པའི་ཐོབ་ཐང་རྩོད་པ་ཞིག་ཡིན་པས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་དང་དམངས་གཙོ་དང། འགྲོ་བ་མིའི་ཐོབ་ཐང་ལ་བརྩི་བྱར་འཛིན་མཁན་གྱི་རྒྱལ་ཁབ་དང་ཚོགས་སྡེ་ཁག་གནད་ཡོད་མི་དམངས་མང་ཚོགས་བཅས་ཀྱིས་བོད་ནང་གི་བུད་མེད་དེ་དག་གིས་རེ་འདོད་ལ་ངེས་པར་དུ་བདེན་པའི་རྒྱབ་ལངས་བྱེད་དགོས་ཞེས་ནན་པོ་ཞུ་རྒྱུ་ཡིན། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གསུམ་པའི་ཚེས་ཉི་ཤུ་རྩ་གཅིག་ཉིན་བོད་མིའི་སྒྲིག་འཛུགས་ཀྱི་རིམ་གྲོ་དྲ་བ། ཞུ་བ་ཞུ། རང་ལུས་མེ་སྲོག་དང་འབྲེལ་བའི་ལོ་རྒྱུས་ཡིག་ཚོགས་འདེམས་ཁྲིམས་གསུམ་པ་ཤོག་གྲངས་བརྒྱ་དང་སུམ་ཅུ་སོ་བརྒྱད་ནས། རྒྱལ་གཅེས་སྤོ་བོ་བློ་བཟང་ཚེ་ཁྲིམས་ལགས་ལ། གཞུང་འབྲེལ་ཉེས་ངལ་གོད་བསྟོད་ཀྱི་གྲོས་གཞི་གྲོས་འཆར་གཟིགས་ཆ་དབང་ཉི་ཤུ་རྩ་དྲུག་པ། སྔོན་གླེང། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་ཟིན་པའི་ཚེས་བཅུ་དྲུག་ཉིན་བོད་ནང་གི་ཕྱི་དྲོའི་ཆུ་ཚོད་ལྔ་པ་ཙམ་ལ། བོད་མི་རྔ་པ་ནས་ཡིན་པ་ཕ་ཡེ་ཤེས་དང་མ་ཚེ་སྒྲོན་ཞུ་བ་གཉིས་ཀྱི་བུ་རྔ་པ་ཀིརྟི་དགོན་པའི་རྒྱུད་པ་གྲྭ་ཚང་གི་གྲྭ་སློབ་བསང་རྩིས་ཁྲིམས་རང་ལོ་ཉི་ཤུ་ལ་སོན་པ་ཁོང་གིས་རྔ་པ་རྫོང་མཁར་གཞུང་བསྟོད་ཤོག་གྱིས་གཞུང་ལམ་བཏིང། ངོ་རྒོལ་སྐད་འབོད་བྱེད་བཞིན་རང་ལུས་མེ་སར་བཏང་བ་དང། སྐབས་དེར། རྒྱ་མི་དྲག་ཆས་ཉེན་རྟོག་པ་སོགས་ཀྱིས་གཅར་རྡུང་བཏང་སྟེ་བཙན་ཁྲིད་བྱས་ཡོད་པ་རེད། གནས་ཚུལ་དེའི་འོག་ནས་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གསུམ་པའི་ཚེས་བཅུ་དགུ་ཉིན་རྒྱལ་གཅེས་དཔའ་བོ་ཁོང་འདས་གྲོངས་སུ་གྱུར་ཡོད་པ་དང། སྐབས་དེར་ས་གནས་ཉེན་རྟོག་པ་སོགས་ཀྱིས་པུར་ཐེད་ནང་མི་ལ་སྤྲད་པ་ཙམ་ལས། གཞན་སྐུ་ཕུང་སོགས་གང་ཡང་རག་མེད་པའི་གནས་ཚུལ་ཐོན་འདུག་རྒྱལ་གཅེས་པའི་སློབ་གསོ་ཚུལ་ཁྲིམས་ནི་རྔ་པ། རྔ་པ་རྫོང་ཆོས་རྗེ་མ་ཤམ་སོ་རི་མ་སྡེ་བའི་ཡེ་ཤེས་ཚང་གི་བུ་ཡིན་ཞིང། མེ་སྲིང་ཞིག་ཡོད་པའི་ནང་གི་ཆེ་ཤོས་དེ་ཡིན་འདུག་ལ། ཁོང་ལོ་ན་བརྒྱད་ཙམ་ནས་རྔ་པ་ཀིརྟི་དགོན་པར་ཆོས་ཞུགས་གནང་ནས་སྐབས་དེར། ཀིརྟི་དགོན། ཀིརྟི་དགོན་ནང་བསྟན་གཞོན་ནུས་རིག་སློབ་ཁང་ཞེས་པའི་ཀིརྟི་དགོན་པའི་སློབ་གྲྭའི་ནང་འཛུལ་ཞུགས་གནང་ཞིང། ཕྱི་ལོ་ཉིས་སྟོང་གསུམ་ལོར་སློབ་གྲྭ་སྒོ་བརྒྱབ་རྗེས། གསང་སྔགས་བརྒྱུད་པ་གྲྭ་ཚང་དུ་ཞུགས་ནས་འདོན་ཆོས་སྤྱོད་སོགས་ལ་སློབ་སྦྱོང་རྩེར་སོན་གྱི་གྲས་ཤིག་དང། ཉམ་ཆུང་གསོན་དོན་ཞིག་ཡིན་འདུག་དོན་རྐྱེན་འདི་བྱུང་བ་དང་སྔར་དང་མི་འདྲ་བར། ནག་པོ་ཀི་ཏི་དགོན་པའི་སྒོ་ཆེན་ཁག་གི་འགྲམ་དུ་དྲག་ཆས་ཉེན་རྟོག་པ་སོགས་ཀྱི་དམ་དྲག་ཆེན་པོ་བྱས་ཡོད་པ་དང། རྔ་བ་རྫོང་མཁར་དུ་ཡོང་སའི་ལམ་ཆེ་ཆུང་ཚང་མར་ཞིབ་བཤེར་ས་ཚིགས་བཙུགས་ནས་དམ་དྲག་བྱས་ཡོད་འདུག་ཁོང་གིས་རང་ལུས་མེར་བསྲེགས་གནང་བ་འདི། དགེ་ལྡན་པ་བློ་སེང་ཕུན་ཚོགས་ལགས་ཀྱིས། བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་རང་ལུས་མེ་བསྲེགས་གནང་སྟེ་ལོ་གཅིག་ཏག་ཏག་འཁོར་བའི་ཉིན་མོ་དེ་ཆགས་ཡོད་ཅིང། ཕྱི་ལོ་ཉིས་སྟོང་དགུ་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་བདུན་ནས་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གསུམ་པའི་ཚེས་བཅུ་དགུ་བར། བོད་ནང་རང་ལུས་མེར་བསྲེགས་གཏོང་མཁན་མི་གྲངས་སུམ་ཅུ་བྱུང་ཡོད་པ་དང་དེའི་ནང་ནས་སྐུ་སྲོག་ཤོར་བའི་མི་གྲངས་ཉི་ཤུ་རྩ་གཅིག་པ་དེ་ཆགས་ཡོད་པ་རེད། ཁོང་ནི་བོད་བསྟན་སྲིད་ཀྱི་བདེ་རྩའི་ལྷད། རང་ཉིད་ཀྱི་ལུས་སྲོག་ལོངས་སྤྱོད་ཡོངས་སུ་བློས་བཏང་གནང་མཁན་གྱི་རྒྱལ་གཅེས་པ་ཞིག་དང། དབང་འཐབ་རྩོད་ཀྱི་ལོ་རྒྱུས་སུ། ཇི་སྲིད་བསྐལ་པའི་བར། གཟི་འོད་འབར་བའི་ལེ་ཚན་ཞིག་ཏུ་གནས་ངེས། གྲོས་བསྡུར། རྒྱལ་གཅེས་པ་ཁོང་གི་མཛད་རྗེས་ལ་ཡི་རང་བསྔགས་བརྗོད་ཞུ་རྒྱུ་དང། ཁོང་གི་ཚེ་རབས་ཀུན་ཏུ་བྱས་བསགས་སྡིག་ལྟུང་རྣམས་བྱང་ཞིང་དག་ནས། ཐར་ཆོས་འཁོར་ལོ་བཞི་སྟེང་བསྟན་བཟང་རིམ་བརྒྱུད་ཀྱི་ཐར་པ་དང་དམ་ཅན་མཁྱེན་པའི་དགོན་པ་ལ་མྱུར་དུ་རག་པའི་སྨོན་འདུན་དང། ཁོང་གི་ཤི་ལུས་ནང་མི་ལྟོས་བཅས་ལ་གདུང་སེམས་མཉམ་སྐྱེད། གཞིས་ལུས་བོད་མི་ཡོངས་ལ་རང་དབང་དང་ཤེས་བྱའི་མཉམ་འཛོམས་ཀྱི་ཉི་མ་མགྱོགས་ནས་མྱུར་དུ་འཆར་བ་བཅས་ཀྱིས། མཆོག་གསུམ་རྒྱལ་བ་རྒྱ་མཚོས་རུ། གདུང་ཞུགས་དྲག་པོས་གསོལ་འདེབས་ཞུ་རྒྱུ་བཅས་ཀྱི་གྲོས་ཆོད་དུ། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གསུམ་པའི་ཚེས་ཉི་ཤུ་རྩ་གཅིག་ལ་གྲོས་ཆོད་འདོན་མཁན་སྤྱི་འཐུས་རྔོག་རུ་བསྟན་པ་ལགས་ནི། ཡོང་ཁུངས། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་དྲ་བ།

སྦེང་གི་ལུག་ཕྱོགས་ལ་ཤུལ་ཉིན་ཞིག་འཕུར་བའི་ནང་དོན་གཙོ་བོ་ནི། བོད་ནང་ཕྱི་ལོ་ཉིས་སྟོང་དགུ་ལོ་ནས་བོད་མི་ཚོས་རང་ལུས་མེར་བསྲེགས་བཏང་བའི་ལས་འགུལ་མགོ་འཛུགས་གནང་སྟེ་ད་བར་བོད་མི་གྲངས་ཉི་ཤུ་རྩ་བརྒྱད་ཀྱིས་རང་ལུས་མེར་བསྲེགས་བཏང་ཡོད། འདི་ལོ་གཅིག་པུར་བོད་མི་བཅོ་ལྔ་ཡིས་རང་ལུས་མེར་བསྲེགས་བཏང་ཡོད། བོད་མི་དེ་དག་གིས་རྒྱ་གཞུང་གི་དམ་དྲག་ཅན་གྱི་སྲིད་བྱུས་དེར་མཐའ་གཅིག་ཏུ་ངོ་རྒོལ་བྱས་ཏེ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་དུ་གདན་འདྲེན་ཞུ་དགོས་པའི་དགོས་འདུན་བཏོན་ཏེ་རང་ལུས་མེ་སྲེག་བཏང་ཡོད། རྒྱ་ནག་གཞུང་ནས་བོད་མིའི་ལས་འགུལ་སྤེལ་བ་དེར་རྒྱལ་ཁའི་འཁོད་འགྲེལ་གྱིས་ཇུས་ངན་ཡིན་པར་བསྙོན་འཛུགས། རོ། ཁ་བྲལ་ལ། ངོ་རྒོལ་ཞེས་ཉེས་དམིགས་བཏགས་ནས་དྲག་གནོན་བྱ་རྒྱུའི་དྲིལ་བསྒྲགས་བྱས་དང་བྱེད་མུས་རེད། ང་ཚོ། གཞིས་བྱེས་བོད་མི་ཡོངས་ཀྱིས་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ལ། བོད་ཀྱི་ས་ཁུལ་སྤྱི་དང་ལྷག་པར་རང་ལུས་མེ་སྲེག་གཏོང་བའི་ས་ཁུལ་ཁག་ཏུ་དམིགས་བསལ་སྐུ་ཚབ་ཆེད་གཏོང་གིས། དངོས་ཡོད་གནས་ཚུལ། ཇི་ཡིན། རྟོག་ཞིབ་གནང་རོགས་ཞེས། འབོད་སྐུལ་ཞུ་རྒྱུ་ཡིན། ཕྱི་ཟླ་གསུམ་པའི་ཚེས་བཅུ་ཉིན། བོད་མིའི་རང་དབང་སྒེར་ལངས། ཐེངས་ལྔ་བཅུ་ནག་སེམས་ཉིན། ཐེངས་ལྔ་བཅུ་ནག་སེམས་ཉིན་དེར། ངོས་ཀྱིས། གཏམ་བཤད་ནང། བོད་མིའི་བསྒྲིགས་འཛུགས། འཛིན་སྐྱོང་བཀའ་ཤག་གིས་བོད་མི་དང། གྲོས་ཚོགས། རྒྱལ་སྤྱིའི་གཞུང་འབྲེལ་མིན་པའི་ཚོགས་པ། དེ་བཞིན་ཨ་རི་གྲོང་ཁྱེར་ནེའུ་ཡོག་ཏུ་རྟེན་གཞི་བྱས་པའི་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ལས་ཁུངས་མདུན་དུ་གསལ་བཤད་ངོ་རྒོལ་གནང་བཞིན་པའི་བོད་མི་གསུམ་བཅས་ཚང་མས་འབོད་སྐུལ་ཞུས་པ་དེ་འདིར། སྐྱེད་ནུས་བྱེད་རྒྱུ་ཡིན། བོད་མིའི་སྒྲིག་འཛུགས་ཀྱིས་རྒྱ་ནག་དང་ཁ་བྲལ་ལམ། རང་བཙན་རྩོད་ཀྱི་མེད། ང་ཚོས་རྒྱ་ནག་གཞུང་དང་གྲོས་ཆོད་ཀྱི་ལམ་ནས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་རྩ་ཁྲིམས་སྒྲོམ་གཞིའི་འོག་ཡོད་པའི་མིང་དོན་མཚུངས་པའི་རང་སྲིད་རང་སྐྱོང་གི་གནས་བབ་རྩོད་བཞིན་ཡོད། དེར་བརྟེན། བོད་མི་ཚོས་རང་དབང་གི་ཐབས་ཚུལ་དེ་བཞིན་འཚེ་བ་མེད་པའི་ཐབས་ཚུལ་མིག་དཔེ་འོས་པ་ཞིག་ཡིན་པ་མ་ཟད། འོས་འཚམ་ལྡན་པའི་ཆབ་སྲིད་དང་དམངས་གཙོའི་བཅོས་བསྒྱུར་ཞིག་ཀྱང་ཡིན། ད་ལྟའི་བོད་ནང་རྫ་དྲག་གི་གནས་ཚུལ་བྱུང་རྗེས་ཨ་རི་དང་འཇར་མན། ཧྥ་རན་སི། ཨི་ཏྲ་ལི། ཅེཀ་སྤྱི་མཐུན་རྒྱལ་ཁབ། Poland། Swiss། Australia། Canada། ལྷོ་ཨ་ཧྥི་རི་ཀ་གཙོ་བོ་གྱུར་པའི་འཛམ་གླིང་ཁྱོན་འཛམ་གླིང་ཁྱོན་ཡོངས་ནས་རྒྱལ་ཁབ་ཁག་གི་གྲོས་ཆོད་དང་གཏམ་བཤད་སོགས་བརྒྱུད་སེམས་འཚབ་ཀྱི་རྣམ་པ་བཏོན་ཡོད། འཛམ་གླིང། མཉམ་འབྲེལ་རྒྱལ་ཚོགས་ནས། འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི། ལམ་སྟོན། བཀའ་རྒྱ་ལྟར་བོད་མི་ཚོས་དཀའ་ངལ་གྱི་དུས་སྐབས་འདིར། བོད་མིའི་དགོས་འདུན་ལ་བསམ་གཞིགས་ཐོག་རྒྱབ་སྐྱོར་གནང་རྒྱུ་ཡིན་པ་ང་ཚོའི་རེ་བ་བྱེད་བཞིན་ཡོད། ཅེས་སོགས་འཁོད་འདུག་པ་བཅས། བོད་མིའི་སྒྲིག་འཛུགས་ཀྱི།

དེ་དག་སེལ་ཐབས་ཆེད་སུད་སི་གཞུང་ནས་རྒྱ་ནག་གཞུང་ལ་གནོད་ཤུགས་སྤྲད་དེ། བཟང་ཕྱོགས་ཀྱི་འགྱུར་བ་ཡོང་ཐབས་ལ་འབད་བརྩོན་གནང་དགོས་པའི་རེ་འདུན་ཞུས་པ་ལྟར། སུད་སི་གཞུང་ནས་བོད་ནང་གི་གནས་སྟངས་ལ་གང་ཐུབ་བྱེད་ཀྱི་ཡོད་ཅེས་གཞུང་འབྲེལ་ཐོག་ལན་འདེབས་གནང་འདུག་དེ་ཡང། ཕྱི་ལོ་ཉིས་སྟོང་བཅུ་གཉིས་ད་ཟིན་པའི་ཚེས་བཅོ་ལྔ་ཉིན་གསར་འགྱུར་བརྒྱུད་ལམ་ཁག་ནང་གནས་ཚུལ་ཐོན་ཚུལ་ལྟར་ན། རྒྱལ་ཡོངས་གྲོས་ཚོགས་ཀྱི་འཐུས་མི་མཱ་ཏིན་ལཱ་སོགས། ཁྱིམ་ཁ་གཅིག་གིས་ད་ལྟ་འཚོ་བཞིན་པའི་སུད་སི་རྒྱལ་ཡོངས་གྲོས་ཚོགས་ཀྱི་ཚོགས་ཆེན་ཐོག་རྒྱ་ནག་གཞུང་ནས་བོད་མིའི་ཐོག་འཛིན་པའི་སྲིད་བྱུས་དེ་དུས་རྟག་ཏུ་ནོར་འཁྲུལ་ཁོ་ནའི་ཕྱོགས་སུ་བསྐྱོད་པར་བརྟེན། བོད་རྣམས་འུ་ཐུག་ཐབས་ཟད་ནས་རང་ལུས་མེ་བསྲགས་སྟངས་དེ་རྒྱལ་སྤྱིའི་ཐོག་ནས་རྒྱབ་སྐྱོར་ཐབས་རྒྱུའི་རེ་འབོད་བྱེད་བཞིན་ཡོད། དེར་བརྟེན་སུད་སི་གཞུང་ནས་བོད་མིའི་གནས་སྟངས་ལ་ཐུགས་ཁུར་དང་རྒྱབ་སྐྱོར་གནང་དགོས་པ་མ་ཟད། མི་ཐོག། རྒྱབ་སྐྱོར། ཁ་གསལ། དགོས་མཁོར་དྲི་བ་བཏོན་པར། སུད་སི་གཞུང་གི་ཐོག་ནས་བོད་ཀྱི་གནས་སྟངས་ལ་ཧ་ཅང་བློ་འཚབ་ཆེན་པོ་བྱས་དང་བྱེད་མུས་ཡིན། དེ་བཞིན། རྒྱ་ནག་པེ་ཅིང་དུ་ཡོད་པའི་ང་ཚོའི་གཞུང་ཚབ་པས་བོད་ཀྱི་གནས་ཚུལ་གླེང་སློང་བྱེད་ཀྱི་ཡོད། སུད་སི་གཞུང་ཚབ་ནས་རྒྱ་ནག་གཞུང་ལ་བོད་དུ་ལྟ་སྐོར་འགྲོ་རྒྱུའི་ཐོབ་ཐང་ཞིག་སྤྲོད་རོགས། ང་ཚོ་དེ་གར་ཕྱིན་ཏེ་ས་གནས་ས་ཐོག་གི་དངོས་ཡོད་གནས་ཚུལ་གང་ཡིན་པ་ཤེས་རྟོགས་ཆེད། འགྲོ་འདོད་འདུག་ཅེས་རྒྱ་གཞུང་ལ་རེ་འདུན་ཞུས་ཡོད། ཅེས་ལན་འདེབས་གནང་འདུག་དེ་བཞིན། འཐུས་མི་དེ་དག་གིས། དེང་སྐབས་བལ་ཡུལ་ནང་དང། བོད་མི་ཚོར་དཀའ་ངལ་འཕྲད་བཞིན་ཡོད་པར་བརྟེན། སུད་སི་གཞུང་ནས་བལ་ཡུལ་གཞུང་ལ་གནོད་ཤུགས་སྤྲོད་དགོས་པའི་རེ་འདུན་ཡང་བཏོན་འདུག་པ་བཅས་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་དྲ་བ། ཨ་རིའི་གྲོས་ཚོགས་གོང་མའི་ནང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་སྐོར་གླེང་བ། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གསུམ་པའི་ཚེས་བཅུ་དང་རེས་གཟའ་སྤེན་པ། ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Marco Rubin མཆོག་གིས། གྲོས་ཚོགས་གོང་མའི་ལྷན་ཚོགས་ཐོག་བོད་ནང་གི་འགྲོ་བ་མིའི་ཐོབ་ཐང་སྐོར་གླེང་སློང་གནང་འདུག་དེ་ཡང། གསར་འགྱུར་བརྒྱུད་ལམ་ཁག་ནང་གནས་ཚུལ་མཐུན་གསལ་ལྟར་ན། ཕྱི་ལོ་ཉིས་སྟོང་བཅུ་གཉིས་འདས་ཟིན་པའི་ཚེས་བཅོ་ལྔ་ཉིན། ཨ་རིའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས་མཱ་ཀི་རུ་པིན་མཆོག་གིས། གྲོས་ཚོགས་གོང་མའི་ལྷན་ཚོགས་ཐོག་བོད་ནང་གི་འགྲོ་བ་མིའི་ཐོབ་ཐང་སྐོར་གླེང་སློང་གནང་བའི་སྐབས་སུ་གསུངས་དོན། འཛམ་གླིང་འདིའི་ནང་འགྲོ་བ་མིའི་ཐོབ་ཐང། མེད་པར་གནས་སྟངས་ཛ་དྲག་ཏུ་འགྲོ་བཞིན་ཡོད། དེང་སྐབས་རི་སི་ཡ་ཆ་རི་སི་ཡ་ཆ་བཞག་ན་གཞུང་གིས་དྲག་པོའི་རྒོལ་མཚོན་བེད་སྤྱོད་བཏང་སྟེ་མི་དམངས་དམར་གསོད་བཏང་བ་སོགས་ཀྱི་བྱ་སྤྱོད་ངན་པ་སྤར་ཏེ་རྒྱལ་ཁབ་དེའི་ནང་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཇེ་ཞན་ཇེ་སྡུག་ཏུ་འགྲོ་བཞིན་ཡོད་ཀྱང་རྒྱ་ནག་དང་ཨུ་རུ་སུ་ལྟ་བུའི་འགྲོ་བ་མིའི་ཐོབ་ཐང་ཐོག་ལ་འགན་ཁུར་རྩ་བ་ནས་ལེན་གྱི་མེད། རྒྱ་ནག་གིས་དེ་སྔ་དང་མ་འདྲ་བར་དཔལ་འབྱོར་ཡར་རྒྱས་ཤུགས་ཆེན་པོ་ཡོད་པར་བསྔགས་བརྗོད་ཞུ་བཞིན་ཡོད། འོན་ཀྱང།

ཞི་བདེ་ཞི་བདེར་དགའ་བའི་བོད་མི་ཚོས། རང་ཉིད། འཚོ་གནས་དང་རང་གི་རིག་གཞུང་མི་ཉམས་རྒྱུན་འཛིན་བྱ་རྒྱུའི་ཆེད། རྒྱ་ནག་གི་རྩ་ཁྲིམས་ཐོག་མིང་དོན་མཚུངས་པའི་གནས་བབ་འཐབ་འཐབ་ཀྱིས་འབད་བརྩོན་བྱེད་བཞིན་ཡོད་ཀྱང། རྒྱ་ནག་གཞུང་ཕྱོགས་ནས་འཆར་གཞི་དང་གོ་རིམ་ལྡན་པའི་ཐོག་ནས་བོད་ཀྱི་རིག་གཞུང་རྩ་མེད་བཟོ་ཐབས་བྱས་པ་མ་ཟད། བོད་མིར་ཏང་གི་བསམ་བློའི་སློབ་གསོ་སྤེལ་བ། བོད་མིའི་གངས་ལྗོངས་འཛིན་བཟུང་དང་སྨྲ་བརྗོད་རང་དབང་འཕྲོག་པ་སོགས་བྱེད་བཞིན་ཡོད། དེ་བཞིན་ཕྱི་ཚེས་བཅུ་བཞི་ཉིན་སླར་ཡང་བོད་མི་ཞིག་གིས་རྒྱ་ནག་གཞུང་ལ་ངོ་རྒོལ་གྱིས་རང་ལུས་མེར་བསྲེགས་བཏང་བའི་དོན་རྐྱེན་བྱུང་ཡོད། དེར་བརྟེན་རྒྱ་ནག་གཞུང་གིས་བོད་མིའི་ཐོག་དྲག་གནོན་གྱི་སྲིད་བྱུས་ལག་བསྟར་བྱས་དང་བྱེད་མུས་ཡིན་པ་དེ་དག་ངེས་པར་དུ་མཚམས་འཇོག་བྱེད་དགོས་ཞེས་གསུངས་ཡོད་པ་བཅས་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་དྲ་བ།

བཙན་དུ་མེད་ཅེས་ཤེས་པས་དཔེ་དེབ་དབུ་འབྱེད་གནང། དེ་ཉིན་ཕག་གྲུ་ཕྱག་ཚོད་བཅུ་པའི་ཐོག་བཀའ་ཁྲི་བློ་བཟང་སེང་གེ་མཆོག་དང། བཀའ་ཟུར་ཨ་ལགས་འཇིགས་མེད་ལགས། མདོ་སྨད་སྤྱི་འཐུས་སྨན་པ་མཁྱེན་རབ་ལགས། སྤྱི་འཐུས་འགྲོ་བ་སྐྱབས་ལགས་སོགས་སྤྱི་འཐུས་ཁག་ཅིག་དང་མདོ་སྨད་བརྩམས་སྒྲུང་ཚོགས་ཆུང་གི་ཚོགས་མི་དང་གཞུང་འབྲེལ་མིན་པའི་ཚོགས་པ་ཁག་གི་སྐུ་ཚབ། གསལ་བཀོད་པ་བཅས་ཁྱོན་མི་གྲངས་སེམས་ཅུང་བརྒལ་བ་ལྷན་འཛོམས་ཐོག།

ཁོང་ཚོ་ཆོས་ཀྱི་སྐུ་དཔེར་མཐོང་ཐོས་རིན་པོ་ཆེ་ཡོད་པའི་དཔེ་དེབ། དེ་བཞིན་དུ་རྒྱས་བཀོད་ལ་འགོད་ལེན་དང་འབྲེལ་བའི་དཔེ་དེབ་དཔེ་སྐྲུན་གྱི་ཤོག་མང་པོ་བལྟས་ཏེ་ཁུངས་ལྡན་ཡོད་པའི་ཐོག་ནས་རྒྱ་ཡིག་དང་དབྱིན་ཡིག་ཐོག་བསྒྱུར་རྒྱུའི་འབད་བརྩོན་གནང་བཞིན་འདུག་དཔེ་དེབ་འདི་བཞིན་ལྔ་པའི། དཔའ་བོ་ཕུན་ཚོགས་ལགས་ཀྱིས་རང་ལུས་མེ་སར་བཏང་སྟེ་ལོ་གཅིག་འཁོར་བའི་ད་རིང་གི་ཉིན་མོ་དང་བསྟུན་ནས་ད་བར་རང་ལུས་མེ་སར་གཏོང་མཁན་སྤྱི་ཡོངས་ཀྱི་ལས་བུ་ཤོག་གྲུ་གནང་བར་བསྔགས་བརྗོད་ཞུ་གི་ཡོད། གསར་འགྱུར་པ་རྣམ་པས་ལས་ཞོར་དུ་གོ་ལའི་སྐྱོན་དེ། དཔེ་སྐྲུན་གནང་བའི་དཔེ་དེབ་དེ་དཔེ་དེབ་དེ་དག་གི་ནང་དོན་དེ་སྤྱི་ཡོངས་ལ་ཕན་པ་དང་གོང་ས་མཆོག་གི་བཀའ་དགོངས་གཞིར་བཟུང་བྲིས་ཡོད་པར་ཡིད་ཆེས་ཞུ་གི་ཡོད། ད་རིང་འདི་གར་བཅར་ཏེ་དཔེ་དེབ་འདི་དབུ་འབྱེད་ཞུ་རྒྱུའི་གོ་སྐབས་གནང་བར་བཀའ་ཤག་གི་ཚབ་ཞུས་ཏེ་ཐུགས་རྗེ་ཆེ་ཞུ་གི་ཡོད་ཅེས་སོགས་ཀྱི་གསུང་བཤད་གནང་སྟེ། རྩ་འགྲུབ་པ་སྤྱི་མཐུས་འགྲོ་བ་རྒྱལ་མ་གྱིས། ཐུགས་རྗེ་ཆེ་ཞུས་ཏེ་དབོན་རྗེས་མཛད་སྒོ་གྲོལ། དེ་ཡང་ལྕགས་ཡོས་བཙན་རྒོད་མེ་ལྕེ་ཞེས་པའི་དཔེ་དེབ་འདི་བརྗོད་སྙིང་གཙོ་བོ་བོད་ཕྱི་ནང་གཉིས་སུ་རང་མི་མེད་སར་བཏང་མཁན་དཔའ་བོ་དཔའ་མོ་རྣམས་ཀྱི་ལོ་རྒྱུས་གཤིབ་འབྲི་དང་ལས་འགུལ་དེ་ལྟར། བྱེད་དགོས་པའི་དགེ་རྒན་ནི་རྒྱ་ནག་གཞུང་གིས་བོད་ལ་འཛིན་པའི་འཆར་འཛིན་གྱི་སྲིད་བྱུས་དེ་ཡི་གནས་སྟངས་ཁ་གསལ་ཞིབ་འབྲི་གནང་བ་ཞིག་ཡིན་འདུག་པ་བཅས། བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་དྲ་བ། དཔེ་དེབ་ཀྱི་འདྲ་པར། ཡོང་ཁུངས་བོད་ཀྱི་བང་ཆེན་དྲ་བ།

ད་ལྟའི་བོད་ནང་གི་རྫ་དྲ་གནས་སྟངས་བཅས་ངོ་སྤྲོད་དེ་འདི་ཞིག་བརྗེད་པ་རེད། དེ་མིན་དེང་སྐབས་ཨ་རིའི་གཞུང་ནས་བཀོད་སྒྲིག་འོག་མུ་སུམ་གྱི་སྲིད་ཇེ་ངོ་རྒོལ་བྱེད་བཞིན་པའི་གནས་སྟངས་དང་ད་ལྟའི་བར་གྱི་གྲུབ་འབྲས་ཇི་བྱུང་སྐོར་འགྲེལ་བརྗོད་བྱས་ཡོད་པ་རེད། ཁོ་ཚོའི་མི་གསུམ་པོ་དེ་བོད་ཀྱི་གཞུང་འབྲེལ་གྱིས་མ་ཤི་བར་དུ་སྲིད་ཇུས་ངོ་རྒོལ་བྱེད་མཁན་མི་དོ་ཡོད་པའི་གོ་རིམ་བཞིན། དོན་ངོ་མར་མ་ཤི་བར་དུ་སྲིད་ཇུས་ངོ་རྒོལ་བྱེད་ཀྱི་ཡོད་པ་བྱེད་ཀྱི་ཡོད་པ་རེད་ཅེས་བཤད་ཡོད་པ་རེད། སི་རི་ལྷ་སྐྱིབས་ཀྱིས་མེད་དུ། བདེ་བདེ། ཚེས་ཉི་ཤུ། རྩ་སྔ་ནས། ངས་བདེན་གྱི་རིགས་ལ། བོད་ཀྱི། གཞུང་ལེན་གྱི་མི་གྲངས། ཆིག་སྟོང། མཉམ་འཛོམས་ཀྱི། ཧུང་ཅི་ཐང། ལྡི་ལི། འབྱོར་སྐབས། ངོ་རྒོལ་བྱེད་ཀྱི་ཡོད་པ་དང། དེར། སྦེལ་རྒྱོམ་ས་གནས་ནས་མི་ལྔ་བཅུ། དབུས་གཞོན། དབུས་གཞོན་ལྷན། སྤྱི་ཁྱབ་རྒྱུན་ལས་ཁང་གིས་ཁོར་སྐྱོད་བཞིན་འགྲོ་རྒྱུ་ཡིན་པ་དང་སྐབས་དེར་ས་གནས་གཞོན་ནུ་གཏོད་འདོད་དང་འགྲིམ་འགྲུལ་འགྲོ་གྲོན་སོགས་ག་འདྲ་གཏོང་དགོས་ཡོད་མེད་འགྲེལ་བརྗོད་ཞིབ་ཚགས་བྱས་ནས་ས་རིམ་པར་བརྟེན་ལས་འཁུར་དང་གཏམ་བཤད། གཞི་མ་དེ་གོང་ནས་མི་མང་རྣམས་རང་ཁྱིམ་དུ་ལོག་འགོ་བརྩམས་ཡོད་པ་རེད། དེ་སྐབས་ས་གནས་གཞོན་ལྷན་དང་བུད་མེད་ལྷན་ཚོགས་ཀྱིས་བོད་ནང་གི་གནས་སྟངས་དང་སྐབས་བོད་ནང་གི་གནས་སྟངས་དང་སྐབས་བསྟུན་ས་གནས་སུ་འགན་ཁུར་དང་ལེན་གྱིས་བོད་དོན་ཆེད་ལས་འགུར་ཡང་ནས་ཡང་དུ་སྤེལ་གྱི་ཡོད་ན་ཡང། ལས་འགུལ་བརྒྱ་ཆ་དགུ་བཅུ་དགུ་བརྒྱད་ཙམ་སྲོལ་རྒྱུན་ལྟར་བསྔོ་སྨོན་གསོལ་འདེབས་བྱེད་རྒྱུ་དང། ལས་འགུལ་དེར་མཉམ་ཞུགས་གནང་མཁན་དག་ལ་གོ་སྒྲིག་པས་བཀའ་བཀྱོན་ཡང་ནས་ཡང་དུ་གཏོང་དགོས་ཀྱི་ཡོད་པ་རེད། ས་གནས་ཀྱི་ལས་འགུལ་ནང་མཉམ་ཞུགས་གནང་མཁན་ས་གནས་ཀྱི་མི་འབོར་ལ་ལྟོས་ན། ཧ་ཅང་མི་ཉུང་ཡིན་པ་རེད་ལ། ཉེ་བའི་ལོ་གསུམ་ཙམ་ནས་ས་གནས་ཀྱི་ཆོས་སྡེ་ཁག་གིས་ཀྱང་དགོན་སྡེ་སོ་སོར་བསྔོ་སྨོན་ལས་འགུལ་སྤེལ་རྒྱུ་ལས། གཞོན་ནུ་དང་བུད་མེད་ཀྱི་ལས་འགུལ་དང་མཉམ་ཞུགས་བྱེད་ཀྱི་མེད་པ་རེད། མེ་སོལ་གསེར་འགྱུར་པས་ཕྱི་ལོ་ཉིས་སྟོང་བཅུ་གཉིས་དར་ཟིན་པའི་ཚེས་བཅུ་བདུན་ལ་ལྟར། ཡོང་ཁུངས་བོད་ཀྱི་བང་ཆེན་དྲ་བ།